བློ་ཁ་རང་བཙན་གྱི་ཐོག་ནས་བོད་མི་རིགས་ལ་ཡང་རང་དབང་དང་ཆེ་མཐོང་དང། བོད་ཀྱི་དེ་རང་དབང་རང་བཙན་ཡིན་པའི་ཀྱི་བོད་དྲའི་ཐོག་ནས་རང་ལུས་མེར་བསྲེགས་བཏང་པའི་ཐོག་ལ་ཡང་ང་ཚོའི་ཀྱི་ད་རྒྱུན་ལས་ཀྱི་ལས་འགུལ་ག་རེ་སྤེལ་དགོས་ཀྱི་འདུག་གོ་བསྡུར་བྱས་པའི་ཐོག་ལ་ཡང་ང་ཚོའི་གོ་བསྡུར་གྱི་ཐག་གཅོད་དེ་ག་རེ་བྱུང་བ་རེད་ཟེར་ན་འཛམ་གླིང་ནང་ལ་ཡོད་པའི་ཀྱི་རང་དབང་རྒྱལ་ཁབ་ཀྱི་དབུ་ཁྲིད་ཚོ་རེད། གྲོས་ཚོགས་གོང་འོག་རེད། གྲོས་ཚོགས་ནང་ལ་ཡོད་པའི་ཀྱི་གཅིག་ཆོལ་ཁའི་ཚོགས་པ་དང་ད་ག་ནང་བཞིན་གཞུང་འཛིན་ཚོགས་པའི་ཀྱི་འགོ་ཁྲིད་ཚོ་རེད། དེ་ནང་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་བོད་དང་འབྲེལ་བ་ཡོད་པའི་ཀྱི་ཡན་ལག་རེད། ཡུ་རོབ་མཐུན་ཚོགས་ཀྱི་བོད་དང་འབྲེལ་བ་ཡོད་པའི་གི་ནི་ཅིག་སྡེ་ཚན་དེ་བརྒྱད་རེད་ད་ག་ནང་བཞིན་གི་འགྲོ་བ་མིའི་ཐོབ་ཐང་ཨ་ནི་འཛམ་གླིང་ནང་ལ་ཡ་ཨ་ནི་ཆོས་ལུགས་མ་འདྲ་བ་དགུ་གི་ཨ་ནི་ཆོས་དཔོན་དེ་བརྒྱད་ཚང་མ་ལོག་ལ་ཡ་ཨ་ནི་ང་ཚོའི་ཏཱ་རི་ཉི་ཤུ་རྩ་བརྒྱད་ནས་བརྒྱད་པའི་ཏཱ་རི་གཅིག་པ་འདུག་ལ་ཡ་ང་ཚོའི་གི་དེ་བཀོད་བྱས་པའི་གི་ཡི་གེ། བརྒྱད་བརྒྱ་སུམ་ཅུ་སོ་བདུན་ཞིག་འདུག་ཞེས་བཏང་ཡོད་རེད། འདི་བཏང་དགོས་ཡས་དེ་ག་རེད་ཟེར་བ་ཡིན་ན། རྒྱ་ནག་དམར་གཞུང་གིས་ཨ་ནེ། མཐུན་སྒྲིལ་དང་ཡར་རྒྱས་འབའ་གོན་བྱེད་བྱེད་ནས་ཨ་ནེ་བོད་མི་རིགས་འདི་ཨ་ནེ་རྩ་མེད་བཟོ་ཡས་ཀྱི་སྲིད་ཇུས་དེ་ལ་ཡ་ཨ་ནེ་འཛམ་གླིང་མི་མང་འདི་ཨ་ནེ་འཛམ་གླིང་གི་རྒྱལ་ཁབ་ཀྱི་དབུ་ཁྲིད་རེད་རྒྱལ་ཁབ་ཀྱི་སྲིད་ཇུས་བཟོ་ངེས་རེད་འདི་གས་དེ་མགོ་འཁོར་རྒྱུ་མི་འདུག་ཟེ། ངོ་གདོང་ལ་བལྟ་བ་ཡིན་ན་འདི་མཐུན་སྒྲིལ་དང་ཡར་རྒྱས་ཀྱི་རྣམ་པ་ཆུ་ཡོར་རེད་དེ་ཡིན་ནའི་གི་འདིའི་ནང་ལོགས་ལ་ཡར་མར་འགྲོ་བའི་སྐབས་དེ་ལ་ཡང་རྒྱ་ནག་ནང་ལ་ཡོད་པའི་གི་རྒྱ་མ་ཡིན་པའི་གི་མི་རིགས་བོད་ཡུ་གུར་སོག་པོ་དེ་ག་དང་རྩིས་པའི་གི་རྒྱ་མ་ཡིན་པའི་གི་མི་རིགས་ཚང་མའི་གི་ཁྱད་ཆོས་དེ་ག་མེད་པ་བཟོ་ཡས་དེ་དང་དེ་ག་ཚང་མ་ལོགས་རྒྱ་མི་རིགས་ལ་འགྱུར་ཡས་གི་ངན་བྱུས་ཅིག་ཡོད་པ་ཅིག་འདིའི་ཐོག་ནས་ནམ་ཡང་ཨ་ནི་གོ་གོ་རྒྱུ་མི་འདུག་ཟེར་དེ་ད་ལན་དང་པོ་དེ་རེད། གཉིས་པ་དེ་ལ་ཡང་ཨ་ནི་འདི་གི་ཁྲིམས་འདི་གི་ཁྱབ་ཚད་དེ་བོད་སྤྱི་ཁོག་ནང་ལ་ཡང་ཨ་ནི་ཁྱབ་གི་ཡོག་མ་རེད་ཁྲིམས་གི་ཁྱབ་ཚད་དེ་རྒྱ་ནག་མི་མང་གི་ཨ་ནི་ས་ཁོངས་ལས་བརྒལ་བྱས་བྱས་ཨ་ནི་རྒྱལ་མཚམས་བརྒལ་བའི་གི་ཨ་ནི་འཇིགས་གནོན་བྱེད་ཡས་གི་དེའི་ནང་ལོག་ལ་ཡང་ཆ་རྐྱེན་ཡོད་དེ་བ་ཆགས་གི་ཡོག་རེད་དེ་ཡིན་དུས་རང་དབང་ལུང་པའི་ནང་ལ་ཡོད་བའི་གི་བོད་མི་ཚོ་རེད་ད་སྔ་ནང་བཞིན་བོད་དང་ཨེ་ནི་ཡུ་གུར་དང་སོག་པོ་ལ་ཡང་རྒྱབ་སྐྱོར་བྱེད་མཁན་གྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་རེད། ད་སྔ་ནང་བཞིན་གྱི་ཨེ་ནི་ཁྲིམས་རྩོད་པ་ཨེ་ནི་ང་ཚོ་ལ་ཡང་རྒྱབ་སྐྱོར་བྱེད་མཁན་རེད་ཚང་མ་ལོག་ལ་ཡང་ཨེ་ནི་ཅིག་རང་དབང་གི་ཐོག་ནས་གསར་འགྱུར་སྤེལ་མཁན་ཡན་ཆད་ལ་ཡང་ཨེ་ནི་ཁོང་ཚོའི་གི་མི་རིགས་རྩ་མེད་བཟོ་ཡས་ཀྱི་ཁྲིམས་དེ་ལ་ཡང་ཨེ་ནི་མཐོང་ཆུང་བྱས་པ་དང་དེ་ལ་ཡང་བརྩི་བཀུར་མ་བྱས་བའི་ཀྱི་མིང་གི་ཐོག་ནས་ཨེ་འདི་སྐད་དེ་ཁྲིམས་ཐོག་ལ་སྐྱེལ་གྱི་ཆ་རྐྱེན་ཡོད་བསྡད་བའི་ཀྱི་ཉེན་ཚབས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཞེས་ཞུ་བས་ཡིན། གསུམ་པ་དེ་ལ་ཡང་ཨེ་ནི་འདི་ད་ལྟའི་ཀྱི་ཁྲིམས་འདི་མི་རིགས་རྩ་མེད་བཟོ་བའི་ཀྱི་ཁྲིམས་འདི་ཨེ་ནི་ཁ་སོ་ར་ཐི Cultural Revolution། ང་ཚོའི་རིག་གནས་གསར་བརྗེ་འདི་རོ་ལངས་བརྒྱབ་པའི་བཟོ་རུ་བཅུག་དེའི་ནང་ལ་ཡང་ཨ་ནི་ཕ་མས་སྤུ་གུ་ལ་ཡང་ཨ་ནི་གསང་ཉུལ་བྱས་བྱས་སོ་ལྟ་བྱས་བྱས་ཕ་མས་བསླབ་བྱ་ག་རེ་རྒྱག་གི་འདུག་ཕ་མས་རྒྱ་ནག་གི་ཨ་ནི་སྲིད་ཇུས་དང་མཐུན་པའི་གི་ཨ་ནི་སྦྱོང་བརྡར་སྤྲད་ཀྱི་འདུག་མི་འདུག་དེ་འདྲས་ཀྱི་ཨ་ནི་གནས་སྟངས་ཡོད་དེ་དུས་ས་ནི་དེའི་གི་ཨ་ནི་ཁྱིམ་ཚང་གཅིག་གི་ནང་གི་ཨ་ནི་ཕ་མ་སྤུ་གུའི་གི་འབྲེལ་བ་ལ་ཡང་དོ་ཕོག་ཕྱིན་ནས་ཨ་ནི་གཅིག་ཁྱིམ་ཚང་གཅིག་གི་ནང་ལ་ཡང་ནི་རང་མི་རིགས་ཀྱི་ཁྱད་ཆོས་དང་རང་མི་རིགས་ཀྱི་ཆོས་དང་རིག་གཞུང་ལེགས་བྱང་འདི་ག་ཚང་མ་ལོ་ཙཱ་མེད་འགྲོ་ཡས་ཀྱི་ཉེན་ཚབས་ཆེན་པོ་ཅིག་ཡིན་དུས་ས་གནས་འདི་ངེས་པར་དུ་འཛམ་གླིང་གི་དབུ་ཁྲིད་ཚོ་རེད་འཛམ་གླིང་གི་མི་མང་གིས་བདེན་པའི་རྒྱབ་ལངས་བྱེད་ཅེས་ནས་བོད་ཀྱི་གནད་དོན། བོད་ཙམ་མ་ཡིན་པའི་གི་རྒྱ་མ་ཡིན་པའི་གི་བོད་ཀྱི་གནད་དོན་ཡོངས་རྫོགས་ཐོག་ལ་ཡང་ཨ་ནི་ལངས་དགོས་ཀྱི་འདུག་རྒྱབ་སྐྱོར་བྱེད་དགོས་ཀྱི་འདུག་དེ་ཡིན་དུས་ས་ནི་མཉམ་འབྲེལ་རྒྱལ་ཚོགས་ནས་བྱེད་དགོས་ཡ་ཁག་ཅིག་ཡོད་རེད་ད་ག་ནང་བཞིན་རྒྱལ་ཁབ་ཀྱི་དབུ་ཁྲིད་ཚོས་བྱེད་དགོས་ཡ་ཁག་ཅིག་ཡོད་རེད་ད་ག་ནང་བཞིན་གི་ཆོས་ལུགས་ཀྱི་ཐོག་ནས་ད་ཆོས་ཀྱི་ཆོས་དད་ཀྱི་རང་དབང་མེད་པ་འདི་གི་ཆོས་ལུགས་དབུ་ཁྲིད་ཚོས་གི་བྱེད་དགོས་ཡ་ཅིག་ཡོད་རེད་དེ་ཡིན་དུས་ནམ་ཞག་རྒྱུན་དུ་ཨ་ནེ་གཅིག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཨ་ནེ་དེའི་གི་སྲིད་ཇུས་དེ་ལག་བསྟར་ག་རེ་བྱེད་ཀྱི་འདུག་དེ་ཨ་ནེ་རྒྱ་ནག་ཁོ་རང་ཚོས་ཀྱི་ཨ་ནེ་རྩ་ཁྲིམས་དང་རྒྱ་ནག་རང་གི་ཨ་ནེ་མི་རིགས་ས་ཁུལ་རང་སྐྱོང་གི་ཨ་ནེ་རྩ་ཁྲིམས་ད་ག་ནང་བཞིན་གྱི་ཨ་ནེ་མཉམ་འབྲེལ་རྒྱལ་ཚོགས་ཀྱི་གཏན་འཇགས་བདེ་འཇགས་ཚོགས་ཆུང་ནང་ལ་ཡོད་པའི་གི་རྒྱ་ནག་གི་ཨ་ནེ

རྒྱལ་སྤྱི་དང་ཨ་ནེ་ང་རང་ཚོའི་རྒྱ་གར་ནང་ལ་ཡོད་པའི་གི་ནང་ཁུལ་གི་གསར་འགོད་པ་ཚོ་ལ་ཡང་གསར་འགོད་པ་བརྒྱ་དང་བརྒྱ་ཅུ་རྒྱབ་མདུན་ཆགས་ཀྱི་འདུག་དེ་གས་དེ་ལ་ཡང་ཨ་ནེ་གནས་ཚུལ་དེ་གས་དེ་ཨ་ང་ཚོའི་རྒྱ་ཁྱབ་ལ་ཡི་གེ་བཏང་ཡོད་ཨ་འདི་ཁྱེད་རང་ཚོས་མཁྱེན་རྟོགས་བྱེད་དུ་ཡིན་ཞེས་བྱས་ནས་ཨ་ང་ཚོའི་ཡི་གེ་དེ་དང་མཉམ་ཐོག་ལ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་གི་སྲིད་བྱུས་དེ་ལ་ཡང་ངོ་རྒོལ་ཡོད་པའི་གི་སྤྱི་མོས་ཀྱི་གཏན་ལ་ཕབ་པའི་གྲོས་ཆོད་དེ་ང་ཚོའི་དེའི་ནང་ལ་ཡང་ཟུར་ཟར་ཡོད་རེད་ད་ག་ནང་བཞིན་བློ་དགའ་རང་བཙན་ལགས་ཀྱི་མཐའ་མའི་གི་ཞལ་འཆེམས་དེ་དེའི་ནང་ལ་ཡང་ཟུར་ཟར་ལ་ཡོད་རེད་དེ་ནང་བཞིན་གི་བློ་དགའ་རང་བཙན་ལགས་སྐུ་ལུས་མེ་ལྕེ་ཕུལ་ནས་ཤར་བའི་རྗེས་ལ་སྤྱི་འཐུས་ལྷན་ཚོགས་ཀྱིས་དེའི་ཐོག། ཐོག་ལ་ཡང་ས་ཁོན་གསལ་བསྒྲགས་བྱས་པ་དེའི་དེའི་ནང་ལ་ཡང་ཟུར་ཟ་ལ་ཡོག་རེད་ཟེར་ཞུ་བས་ཡིན།